ངས་ཁ་བའི་མ་མང་པོ་ཞུ་རེ་བཏོན་ཡོད་རེད་ལ། ཨ་ནི་ཁྱེད་རང་ཚོས་འདི་སྔོན་ལ་ངས་བོད་ཀྱི་སེམས་སེམས་བྱུང་གི་རྣམ་གཞག་འགྲེལ་བཤད་རྒྱབ་ཡོད་སྐབས་འདི་ལ་ཨ་ནི་རྩ་ཉོན་དྲུག་ག་འདི་ལ་ཁོང་ཁྲོ་འགྲེལ་བཤད་རྒྱབ་ཡིན་པ། ཨ་ནི་ཁོང་ཁྲོ་ཟེར་ཡ་འདི་སྐྱེ་བ་ཡིན་ན་ཨ་ནི་སྐྱེས་པ་སྟོང་དུ་བསགས་པའི་ཨ་ནི་སྡིག་པ་འདི་གི་དེ་ག་སེ་སྡིག་པ་ལ་བྱས་དགེ་བ་འདི་གི་དེ་ཁོང་ཁྲོ་གཅིག་གི་འབྱུང་གི་དགོས་ཟེར་ཚིག་རྗེས་འདི་ལྟར་བསྡད།

དགེ་སློང་དེ་གའི་དེ་ཨ་ནི་ཕྱག་ཅིག་འཚལ་བ་ཡིན་ན་ཕྱག་དུ་འཚལ་ལོ། ཀྱང་ཕྱག་ཅིག་འཚལ་བ་ཡིན་ན་དགེ་སློང་དེ་གའི་གཟུགས་ཕུག་གི་ས། ས་ཆ་ག་ཚོད་བཙལ་བ་ཡིན་ན་ས་དེ་གའི་རྡུལ་ཕྲན་ཕྲ་མོ་རེ་རེ་ལས་ཡང་ཨ་ནི་དཔག་ཚད་སྟོང་བ་མ་རྡུལ་ཕྲན་ཕྲ་མོ་དུ་མ་བཙལ་ནས

ཨ་ནི་རྒྱལ་བ་སྒྲུབ་ཡས་འགྲོ་བ་ཅན་ན་རྒྱལ་བ་ས་ཡ་ནང་ནས་དཀའ་ལས་ཁ་ཤོས་དེ་བཟོད་པ་སྒོམ་ཡས་དེ་རེད་ཟེར་ད་བཟོད་པ་སྒོམ་ཡས་དེ་སྐད་ལ་དཀའ་ལས་ཁ་ཤོས་ཅིག་ཆགས་ཡས་རེད་ཟེར་བཟོད་པ་ལྟ་བུ་དཀའ་ཐུབ་མེད་ཟེར་དཀའ་ཐུབ་ཟེར་ན་ང་ཚོ་དཀའ་ལས་ཁ་པོ་ཟས་འདོད་ར་དཀའ་ཐུབ་ཟས་མེད་ཟེར་དེ་འདྲ་ཡིན་ཙང་ཟེར་བ་རེད་དེ་འདྲ་ཡིན་ཙང་དེ་བས་བཟོད་ལ་ནན་ཏན་འདུག་ཨ་ནི་བཟོད་པ་སྒོམ་ཟས་དེ་ཨ་ནི། ཐབས་ལམ་སྣ་ཚོགས་ཡི་སྒོ་ནས་སྒོམ་དགོས་ར་མ་གཏོགས། ར། ཐབས་ལམ་གཅིག་རང་གཅིག་བེད་སྤྱོད་བཏང་ནས་བཟོད་པོ་སྒོམ་བསྡད་པ་ཡིན་ན་ག་རོ་ཟོ་ནས། ཐབས་ལམ་གཅིག་འདི་གིས་ཨ་ནི་ཁོང་ཁྲོ་གླགས་ཁེལ་ཐུག་མ་རེད་ཟེར་ད། ཁོང་ཁྲོ། ཁོང་ཁྲོ་མེད་པ་ཟོས་ཡ་ཁོང་ཁྲོ་ལ་ཕག་མེད་པ་ཟོས་ཡ་ལ་ཡ་བཟོད་པོ་སྒོམ་དགོས་ར་དེ་བཟོད་པ་དེའི་ལང་ཀ་ཐབས་ལམ་སྣ་ཚོགས་ཀྱི་བར་རྒྱབ་རྟེན་བྱས་ནས་སྒོམ་དགོས་ར་མ་གཏོགས། ཐབས་ལམ་གཅིག་རང་གཅིག་བེད་སྤྱོད་བཏང་ནས་ཨ་ནི་ཁོང་ཁྲོ་མེད་པ་བཟོ་ཡ་གི་ཐབས་ཤིག་བྱེད་ཀ་འགྲོ་ན་ཨ་ནི་ཁོང་ཁྲོ་དེ་མེད་པ་བྱ་ཡ་ཡོད་མ་རེད་བཟོ་བྱེད་ས་ཁོང་ཁྲོ་མེད་པ་བཟོས་པ་ལ་རྒྱུ་མཚན་དང་དཔྱད་པ་དང་ཐབས་ལམ་འདྲ་མ་འདྲ་མང་པོ་གཅིག་བེད་སྤྱོད་བཏང་ནས་ཨ་ནི་བཟོ་བ་སྒོམ་ན་ཨ་ནི་བཟོ་བ་སྒོམ་པ་དེ་རེད་དེ་བཟོ་བ་སྒོམ་སྟངས་ཀྱི་ཐབས་ལམ་དེ་ལ་འདྲ་མ་འདྲ་མང་པོ་གཅིག་བྱས་པའི་སྒོ་ནས་སྒོམ་གི་ཡིན་ན་ཨ་ནི་ཁོང་ཁྲོ་དེ་མེད་པ་བཟོས་འདུག་རེད་དེ་འདྲ་ཡིན་ཙང་བཟོ་བ་ལ་ཡང་ནན་ཏན་བྱེད་ནས་ནན་ཏན་ཕྱིན་སྒོམ་གོ་རེ་སའི་དུས་ཀྱི་དོན་དག་ག་རེ་གསུང་གོ་རེ་ཟེར་ན་ནན་ཏན་སའི་དུས་ག་རེ་གསུང་བ་ན་ང་ཚོ་འདི་འདྲ་ཐོག་མི་ཁ་ཤས་དེ་རིང་བཟོད་པ་སྒོམ་གི་ཡོད་ཟེར་ཧ་ཆེ། ཨ་ནི་སང་ཉིན་དེ་བ་ལ་མི་མཉམ་དུ་རྒྱབ་འགྲེལ་ཤོག་ཟེར་ན་བཟོད་པ་སྒོམ་མ་ཐུབ་ན་ཨོ་ད་བཟོད་པ་ཡོང་ས་མ་རེད་ད་གཡུག་ཤོག་ལ་གཡུག་ཞེ་ངས་དེ་རེད་ཡོད་ར་ཐང་ཆད་འགྲོ་ཡ་དེ་འདྲས་མ་བྱེད་ཟེར་ནན་ཏན་ཕྱིན་སྒོམ་གོ་རེ་ཟེར་དེ་རིང་ཉིན་མ་གཅིག་མ་ཡོང་པ་ཡིན་ན་ལམ་སང་མ་ར་ཡོང་ཨ་རེད་ཟེར་གཡུག་བྱེད་ཡ་མ་བྱེད་དང་པོ་དུས་ཚོད་འགྲོ་བཞིན་བརྟག་ནས་ཉིན་མ་གཅིག་སྒོམ་གཉིས་སྒོམ་དེ་ནས་ཟླ་བ་གཅིག་སྒོམ། བདུན་ཕྲག་ཁ་ལོར་ཟླ་བ་གཉིས་བསྒོམ་ལོ་གཅིག་གཉིས་བསྒོམ་ཨ་དགའ་རོགས་ཟེར་ནས་ཟོལ་བས་ཀྱི་འབྲས་བུ་དེ་མི་འགོ་རུ་མ་གཏོགས་ལམ་བཟང་སྐོར་ར་དེ་རིང་བྱས་བ་དང་ཨ་ནི་དེ་རིང་ཟོལ་བ་བསྒོམ་པ་དང་སང་ཉིན་ལམ་བཟང་སྐོར་ར་ཨ་ནི་རྦད་དེ་ཁོང་ཁྲོ་མི་ཡི་ཟར་བོ་ཐག་ཟེར་བཞུགས་ན་ཨ་ནི་ལན་གཅིག་རྒྱག་མ་ཐུབ་འདེད་ཐུབ་ཡ། སེམས་པ་ཞི་བདེ་བག་ཕེབས་ཕྱིན་འདེད་ཐུབ་ཡ་དེ་འདྲ་ཡོང་མ་ར་བ་ཟོལ་བ་བསྒོམ་ཐུབ་ཡ་དེ་འདྲ་ཡོང་མ་རེད་ཅེས་གསུངས།

ཚེ་རབས་གཞན་དུ་ཡིན་ན་ཡང་སྐྱེ་བ་རྗེས་མ་ཡིན་ན་ཡང་བདེ་བ་ཡོད་རེད་ཟེར་ན་ཚེ་འདི་དང་ཚེ་ཕྱི་མ་གཉིས་ཀ་ལ་བདེ་བ་ཡོད་དེ་བས་ཆགས་པས་ཅེས་གསུངས་ན་བཟོད་པ་ཟེར་བའི་དགོངས་པ་ཡིན་ན། ཁོང་ཁྲོ་ཟེར་བའི་མེད་པ་བྱེད་རོགས་གྱིས་ཨོ་དེ། ཨ་ནི་བཟོད་པས་ཀྱི་འབྲས་བུ་འདི་ད་ཇི་ལྟར་ནམ་རྒྱུན་ཁྱེད་རང་ཚོ་ཡི་ལྟག་པ་ར་ཞུ་དེ་གའི་རྣམ་པ་ཡག་པོ་ཟེར་དེ་ལ། རྣམ་པ་ཡག་པོ་དགོས་ངེས་ཀྱང་ཁྱོད་རང་ང་ཚོ་ལ་ཞོགས་ཀའི་ལག་ནས་རྣམ་པ་སྟོན་མ་ཟ་དེ་གོ་ར་ད།

ཁོང་ཁོང་ཁྲོ་ཟ་བ་དུས་ད་ག་རང་ལ་རྡོ་ངན་པ་ཆགས་ཀྱི་ཡོད་ན་དེའི་འབྲས་བུ་དེ་ལ་ཡང་སྐྱེ་བ་རྗེས་མ་དེ་ལ་ཡང་རྡོ་ངན་པ་ཅིག་སླེབས་ཀྱི་ཡོད་པ་དེ་གསལ་བོ་ཞུ་བཞིན་དེ་ནས་ང་ཚོས་རིག་པ་བརྟག་དཔྱད་བྱེད་ན་ཡང་དཔོག་ཐུབ་ཡ་བྱེད་རེད་པ། དཔོག་ཐུབ་ཡ་བྱེད་རེད་པ། བྱས་ཙང་སེམས་པ་ལྷོད་ལྷོད་ཅིག་མི་ཞི་བདེ་འབག་པའི་རྒན་མོ་ཤོར་དེ་ངས་བྱས་ན་པ་མི་དེ་པ། དང་པོ་ནས་རྣམ་པ་ཡོད་དེའི་སྒང་ལ་པ་ཞི་བདེ་འབག་པ་ཡོད་ན་རྫས་རུ་འགྲོ་གི་འདུག་པ་མི་ཟེར། རྫིག་རུ་འགྲོ་བ་ཕུ་ཡིན་ན་རྫིག་རུ་འགྲོ། གནས་སྐབས་ཡིན་ན་གོ་མཛེས་པོ་ཡོད་རེད། དེ་བཟོ་བ་སྒོམ་པ་དེ་ཕུགས་ལ་ཡང་རྣམ་པ་མཛེས་པོ་ཟེར་བ་ལྟར་ད་རྣམ་པ་ཡག་པོ་འོ་དེ་འདྲ་ཞིག་སྐྱེ་ཐུབ་ཡས་ཀྱི་ད་ཡོང་གི་ཡོད་བྱས་ཙང་ང་ཚོ་འདི་བྱེད་དགོས་ཡས་དེ་གལ་ཆེན་པོ་རེད་ཞུ་ཡས་ཡིན་མཁྱེན་སོང་ཨ་ནི་ངས་ད་གིས་ཞུ་བ་དེར་ཁོང་ཁྲོ་ཟ་ནས་ཐག་གཅོད་བྱེད་ག་བྱེད་ན་གྱོང་མ་གཏོགས་ཁྱད་ཆེ་ར་ཡས་ཡོད་མ་དེ་ལས་ཀུན་འདུས་ཀྱི་གསུངས་པ་ན་ཞིག་སེམས་པ་ལྷོད་ལྷོད་བྱས་ནས་ཨ་ནི་བསམ་བློ་བཏང་ནས་ལས་རྒྱག་གིན་ན་ལས་རྒྱག་དོན་ཆོག་པ་རེད་ཞུ་བ།